རྒྱ་ནག་གཞུང་གིས་རྔ་པ་ཀིརྟི་དགོན་པའི་སློབ་ཕྲུག་ཚོ་བཙན་ཐབས་ཀྱིས་གཞུང་གཉེར་གཏན་ཆགས་སློབ་གྲྭར་གཏོང་འཇུག་བཞིན་འདུག། རྩེད་མོའི་ལམ་ནས་མི་རིགས་གཞན་ལ་བོད་པའི་ཆབ་སྲིད་ཀྱི་གནས་སྟངས་འགྲེལ་བརྗོད་གནང་རྒྱུ་གལ་ཆེ་ཡིན་པ་སྲིད་སྐྱོང་མཆོག་གིས་ཁེན་རེར་རྩེ་བཞིན་པའི་རྒྱལ་ཡུམ་ཆེན་མོའི་དྲན་རྟེན་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་བཞི་པའི་སྐབས། གསུངས་འདུག། ཆོས་ཡིག་གི་ལ་ཕྱི་ཟླ་བརྒྱད་པའི་ཚེས་བདུན་ཉིན Olympics གི་སྐྱེས་པ་དང་བུད་མེད་མཉམ་བསྲེས་ཀྱི་འདུར་རྒྱུག་འགྲན་བསྡུར་ནང་དུ་ཞུགས་རྒྱུ་ཡིན་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་སེམས་གསེང་རྣམ་པར་སྐུ་ཁམས་བཟང་བོས་རྒྱལ་ལོ་ཉིས་སྟོང་བརྒྱད་དང་ལྔ་བཅུ་ང་གཅིག་ཤིང་འབྲུག་བོད་ཟླ་དྲུག་པའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་བརྒྱད་པའི་ཚེས་གསུམ་གཟའ་སྤེན་པ་རེད་ང་བཀྲ་ཤིས་དབང་ཆོས་ཡིན།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་བདུན་པའི་ནང་རྒྱ་ནག་གཞུང་གིས་བོད་མདོ་སྨད་རྔ་བ་ཁུལ་རྔ་བ་རྫོང་ཀིརྟི་དགོན་པའི་སློབ་གྲྭ་དེ་བཙན་དབང་གིས་སྒོ་བརྒྱབ་བཅུག་ནས། ལོ་དྲུག་ནས་བཅུ་བཞི་བར་གྱི་སློབ་ཕྲུག་ཉིས་བརྒྱ་ལྷག་རྔ་བ་རྫོང་གི་གཞུང་གཉེར་སློབ་གྲྭ་ཁག་ཏུ་བཏང་ཡོད་པ་དང། ཀིརྟི་དགོན་པའི་སློབ་གྲྭའི་སློབ་ཕྲུག་དགུ་བརྒྱ་ཙམ་ཡོད་པ་ལས་གཞན་ཚང་མ་སོ་སོའི་ཁྱིམ་དུ་གནས་སྐབས་བཏང་ཡོད་ན་ཡང། མ་འོངས་པར་དགོན་པའི་སློབ་གྲྭ་མུ་མཐུད་གཉེར་བཅུག་རྒྱུ་མིན་པར་སློབ་ཕྲུག་ཚང་མ་གཞུང་གཉེར་གཏན་འཇགས་སློབ་གྲྭར་གཏོང་དགོས་སྐོར་བརྗོད་བཞིན་ཡོད་པ་རང་གི་བདེ་འཇགས་ཆེད་མིང་བརྗོད་འདོད་མེད་པའི་བོད་ཕྱི་ནང་གཉིས་ནས་བོད་མི་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། གནས་ཚུལ་མཁོ་སྤྲོད་པ་གཅིག་གིས་སློབ་ཕྲུག་ཚོ་དགོན་པའི་སློབ་གྲྭར་ཡོང་མི་ཆུག་པ་ནི་རྒྱ་ནག་གཞུང་གི་ངོས་ནས་རྩ་ཁྲིམས་གཞིར་བཟུང་བྱིས་པ་ལོ་དྲུག་སོན་པ་ཚོ་ངེས་པར་དུ་རྒྱ་ནག་གཞུང་གི་ལོ་དགུ་ཡི་འགན་བབས་འོས་འགན་གྱི་སློབ་གསོའི་འོག་སློབ་སྦྱོང་བྱེད་དགོས་ཞེས་གསལ་བར་སྙད་འདོགས་བྱེད་བཞིན་ཡོད་པ་དང། ཁྱིམ་བདག་ཕ་མ་ཚོར་བུ་ཕྲུག་ལ་འོས་འགན་སློབ་གསོར་ཞུགས་བཅུག་རྒྱུའི་ཁས་ལེན་ཡིག་ཆར་མིང་རྟགས་རྒྱག་དགོས་པ་ལས། སློབ་གྲྭར་མི་གཏོང་མཁན་གྱི་ཁྱིམ་བདག་ཕ་མར་ཁྲིམས་ཆད་གཏང་རྒྱུ་ཡིན་པའི་སྐོར་བརྗོད་བཞིན་འདུག་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་ལྔ་པའི་ནང་རྔ་པ་ཀིརྟི་དགོན་དང་སྟག་ཚང་ལྷ་མོ་ཀིརྟི་དགོན་གྱི་སློབ་གྲྭ་གཉིས། ནང་བསྟན་སློབ་གྲྭའི་གུང་གསེང་བཏང་པའི་རྗེས་སུ་དགོན་པའི་སློབ་གྲྭ་ཕྱིར་འཚོགས་མི་ཆོག་པའི་བཀག་སྡོམ་བྱས་ཏེ། སྟག་ཚང་ལྷ་མོ་ཀིརྟི་དགོན་པའི་སློབ་ཕྲུག་སུམ་བརྒྱ་གཞུང་གཉེར་སློབ་གྲྭར་བཏང་ཡོད་པ་རེད། ཕྱི་ཟླ་བདུན་པའི་ཚེས་བརྒྱད་ཉིན་རྔ་པ་ཁུལ་གྱི་སློབ་གསོ་འཕེལ་རྒྱས་ཚོགས་ཆེན་ཟེར་བ་ཞིག་འབར་ཁམས་གྲོང་ཁྱེར་དུ་འཚོགས་པ་དང། རྔ་པ་ཁུལ་གྱི་ས་གནས་རྒྱ་ནག་གཞུང་གི་དཔོན་རིགས། ཞུའི་ཀྲི་ཝུན་ཟེར་བས། རྔ་པ་ཁུལ་གྱི་སློབ་གསོ་དེ་སྤུས་ཚད་མཐོ་བར་བསྒྱུར་བཅོས་བྱེད་དགོས་པ་སོགས་རྒྱ་ནག་གཞུང་གི་མི་རིགས་རྒྱ་སྒྱུར་གྱི་ཐབས་ཇུས་ཁག་རྒྱས་བཤད་བྱས་འདུག། ཕྱི་ཟླ་བརྒྱད་པའི་ཚེས་གཅིག་ནི་རྒྱ་ནག་མི་དམངས་བཅིངས་འགྲོལ་དམག་ཟེར་བ་བཙུགས་ནས་ལོ་ངོ་དགུ་བཅུ་གོ་བདུན་འཁོར་བའི་ཉིན་མོ་དེ་ཡིན་ཞིང། ཕྱི་ཚེས་སུམ་ཅུ་ཉིན་རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ནས་སྲུང་བརྩི་བྱས་པ་དང་བསྟུན་བོད་ཀྱི་གཞོན་ནུ་ལྷན་ཚོགས་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་འཕགས་བོད་རྫ་རའི་ཚོགས་པ་ཟུང་འབྲེལ་གྱི་ཐོག་ནས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཞིང། བོད་ཀྱི་གནད་དོན་སེལ་རྒྱུ་ནི་རྒྱ་གར་གྱི་བདེ་འཇགས་ལ་ཐུག་ཡོད་པ་སོགས་གཏམ་བཤད་བྱས་འདུག་གནས་ཚུལ་རྒྱས་པར་རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་ཐར་སྟོད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཟླ་བ་བདུན་པའི་ཚེས་སུམ་ཅུ་ཉིན་བོད་ཀྱི་གཞོན་ནུ་ལྷན་ཚོགས་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ལྷན་ཚོགས་གཉིས་ནས་མཉམ་རུབ་ཀྱིས་ལྡི་ལི་སྦི་ག་ཅིའི་མེ་འཁོར་བབས་ཚུགས་ཀྱི་ཕྱི་ལོགས་སུ་ཞི་བའི་ངོ་རྒོལ་གྱི་ལས་འགུལ་ཞིག་གོ་སྒྲིག་བྱས་འདུག། འདི་ག་གསར་འགོད་པས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་སུ་ལས་འགུལ་དེའི་དམིགས་ཡུལ་སྐོར་ལ་བཀའ་འདྲི་ཞུས་པར་ཁོང་གིས། རྒྱ་ནག་གི་གཞུང་ཚབ་ཁང་གིས་རྒྱ་ནག་བཅིངས་འགྲོལ་དམག་མི་གསར་འཛུགས་བྱས་ནས་ལོ་ངོ་དགུ་བཅུ་གོ་བདུན་འཁོར་བའི་དུས་དྲན་སྲུང་བརྩི་བྱེད་པར་ངོ་རྒོལ་བྱས་པ་དང། ཐེངས་འདིའི་ལས་འགུལ་བརྒྱུད་རྒྱ་ནག་གཞུང་གིས་བོད་ནང་དུ་སྤེལ་བཞིན་པའི་གཏན་འཇགས་སློབ་གྲྭ་གཙོས་པའི་མི་རིགས་སྲིད་བྱུས་ངན་པ་རྣམས་བསམ་སྦྱོར་འགྱོད་པ་གསལ་སྟོན་བྱེད་དུ་ཡིན་པ་གསུངས་སོང། ད་ལྟའི་གི་དེ་རིང་གི་ཟླའི་དགུན་དུས་ནམ་ཞར་ཐོན་པ་ཡིན་ན་དང་པོ་དེ་རྒྱ་ནག་གི་དམར་པོའི་གཞུང་གི་དམག་མིས་འགོ་བཙུགས་པ་ནས་བྱས་ནས་ཉི་མ་དེ་རིང་གི་བར་དུ། ང་རང་ཚོ་ཉམ་ཆུང་བོད་མི་ས་ཡ་གཅིག་གི་ཚེ་སྲོག་འཕྲོག་འདོད་ཀྱི་ལག་དམར་དམག་མིས་ཀྱི་ཉིན་མོ་སྲུང་བརྩི་བྱས་ཏེ་ང་ཚོའི་གི་ཡིད་ནག་ཅིག་དང་མི་ནག་ཅིག་བྱས་འདུག་གི་དེའི་ཐོག་ནས་ཀྱི་ང་ཚོའི་ངོ་ནས་ཀྱི་ངོ་རྒོལ་སྐྱོན་བརྗོད་བྱས་ད་གཅིག་ད་ལྟའི་ཆ་ལ་དགྲ་བོ་རྒྱ་དམར་གཞུང་གི་དམག་མིས་ཀྱི་ཐོག་ནས་བོད་ནང་ལོགས་ལ་སྡུག་སྦྱོང་མནར་གཅོད་བཏང་བྱས་བྱས་ཏེ་བོད་མི་ཀྱི་ཚེ་སྲོག་འཕྲོག་ཡ་བོད་མི་ལ་ཉམ། གངས་ཅན་གཉའ་གནོན་བཤུ་གཞོག་དང་སྡུག་སྦྱོང་བཏང་ཡས་དེ་ཚང་མ་ལོག་མཚམས་འཇོག་གོ་གི་ཡོད་པའི་གེགས་ང་ཚོ་དགོངས་ཚུལ་བཏོན་དེ་ཡོད། གཉིས་ཐད་ནས་ད་ལྟའི་ཆ་ལ་བོད་ནང་ལོག་ལ་བཅའ་སྡོད་སློབ་གྲྭ་གཙོས་བའི་གེགས་བོད་པའི་ཆོས་དད་རིག་གཞུང་གི་སློབ་གྲྭ་དགེ་ལྟེ་གནས་ཁང་ཚང་མ་ལོག་དྲ་བོད་ཀྱི་བཙན་པོའི་ཐོག་ནས་གོ་རྒྱག་གི་ཡོད་དུས་ཙམ་པ་ལ་དེ་ཚང་མ་ལོག་མཚམས་འཇོག་གོ་གི་ཡོད་ཟེར་ཏེ་ནས་དགོངས་དོན་འདི་འདྲས་ཀྱི་གཞི་བཞག་གི་ཐོག་ནས་ཀྱེ་དེ་རིང་ང་ཚོ་དད་སྐྱེན་པོའི་ལས་རིམ་སྤེལ་དེ་ཡོད་ཟེར་ནས་ཞུས་ཡས་ཡིན། དེ་ཡང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་རྒྱལ་སྤྱིའི་སྤྱི་ཁྱབ་དྲུང་ཆེ་པངྐ་ཇ་གོ་ཡ་ལགས་ཀྱིས། ད་ཆ་རྒྱ་ནག་གཞུང་ཚབ་ནས་རྒྱ་ནག་གི་བཅིངས་གྲོལ་དམག་གསར་བཙུགས་ནས་ལོ་ངོ་དགུ་བཅུ་དགུ་བདུན་འཁོར་བའི་དུས་དྲན་འདི་རྒྱ་གར་རྒྱལ་ས་ལྡི་ལི་ནང་སྲུང་བརྩི་བྱེད་བཞིན་ཡོད་ཀྱང། བོད་ནང་གི་བོད་མི་རྣམས་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་པས་ང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ཡོད་ཅེས་དང། ལྷག་པར་རྒྱ་ནག་གཞུང་གིས་རྒྱ་གར་གྱི་ས་ཁུལ་ཁག་ཏུ་ཧམ་འཛུལ་དང་ས་མཚམས་སུ་སུན་གཙེར་ཐེངས་མང་བྱེད་བཞིན་པ་སོགས་ལ་ངོ་རྒོལ་ཡོད་ཅེས་གསུངས་བྱུང།
རྩ་བའི་ཐེངས་འདིའི་ངོ་བསྐྱོད་ཀྱི་ལས་འགུལ་དེ་བཞིན་དགོང་དྲོའི་ཆུ་ཚོད་དྲུག་པ་ནས་དགུ་པ་བར་སྤེལ་ཡོད་པ་དང། ལས་འགུལ་བ་མི་ཉུང་བ་ཞིག་ནས་མཉམ་ཞུགས་གནང་སོང། ཨེ་ཤ་ཡ་ར་བ་རླུང་འཕྲིན་ཁང་གིས་ལྡི་ལི་ས་གནས་གསར་འགོད་པ་ཏི་ཙི་ཐར་བཏོན་ནས་སྙན་སྒྲོན་ཞུ་གི་ཡོད།
རྩེད་མོའི་ལམ་ནས་བོད་པའི་ཆབ་སྲིད་ཀྱི་གནས་སྟངས་མི་རིགས་གཞན་ལ་འགྲེལ་བརྗོད་གནང་རྒྱུ་དེ་གལ་ཆེ་ཡིན་པ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ནེ་ཏྲི་ཏོརོན་ཏོར་འཚོགས་པའི་རྒྱལ་ཡུམ་ཆེན་མོའི་དྲན་རྟེན་རྒྱལ་སྤྱིའི་རྐང་སྤོལ་རྩེད་འགྲན་འགྲན་བསྡུར་ཐེངས་བཞི་པའི་རྩེད་འགྲན་པ་རྣམས་ལ་འགྲེལ་བརྗོད་གནང་འདུག་ཨོ་རྒྱན་ལགས་ཀྱིས་ས་གནས་ནས་བཏང་པའི་གནས་ཚུལ་ཞིག་གཤམ་ལ་གསལ་བོར་གནང།

སྐུ་ལས་བརྒྱབ་པའི་གནས་སྟངས་འོག་ཡར་རྒྱས་ཕྱིན་པ་བཞིན་ཁོང་གིས་བཀའ་ཤག་སྐབས་བཅུ་དྲུག་པའི་འབྲེལ་ཡོད་རྒྱབ་སྐྱོར་གནང་མཁན་རྣམས་ལ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་ཁོང་གིས་བཀའ་ཤག་ནས་ཀྱང་བོད་རྒྱལ་ཡོངས་རྐང་རྩེད་སྤོ་ལོའི་བུད་མེད་རུ་ཁག་ལའང་དཔལ་འབྱོར་གྱི་རྒྱབ་སྐྱོར་གནང་གི་ཡོད་པ་སོགས་ཀྱི་འགྲེལ་བཤད་གནང་སོང། དེ་མིན་རྒྱལ་ཡུམ་ཆེན་མོ་དྲན་རྟེན་རྒྱལ་སྤྱིའི་རྐང་རྩེད་སྤོ་ལོ་འགྲན་བསྡུར་ནང་ཨ་རི་ནས་རུ་ཁག་གསུམ་དང་ཁ་ན་ཏའི་གྲོང་ཁྱེར་ཀལ་ཀེ་རི་ནས་རུ་ཁག་གཅིག་དེ་མིན་རུ་ཁག་བདུན་ཀྲོན་ཀྲོ་ནས་ཡིན་པའི་ནང་ནས་རུ

ཨིན་ཕ་ཡུལ་རུ་ཁག་གི་རུ་དཔོན་ཐུབ་བསྟན་ལགས་ནས། དེ་ཡིན་མིན་ཐ་དད་ཚབ་ཅིག་ལས་པ་དང་ནི་རྒྱལ་ཚོགས་པོ་ལྷན་བར་དུ་ཡང་ཅིག་ད་རེས་ནི་མཐུན་འབྲེལ་བཅས་ཆགས་འདུག་ད། ཁོང་གིས་རྩེད་མོ་བ་རྣམས་འདྲ་མིན་ནས་མཉམ་བསྡུས་གནང་བ་ཞིག་ཡིན་པའི་སྐོར་དང་རྐང་རྩེད་སྤོ་ལོ་འགྲན་བསྡུར་ནང་མཉམ་ཞུགས་གནང་བ་བརྒྱུད་ཕན་ཚུན་རྒྱུས་མངའ་དང་གཅིག་སྒྲིལ་ཡོང་བ་དེ་བཞིན་གང་ཐུབ་ཡག་པོ་རྩེས་ནས་རྒྱལ་ཁ་ཐོབ་པའི་རེ་བ་ཡོད་པ་འགྲེལ་བརྗོད་གནང་བྱུང། དེ་མིན་ཨ་རི་ནས་ཡིན་པའི་འབྲོག་པ་རུ་ཁག་གི་རུ་དཔོན་མིག་དམར་ལགས་ནས། སོགས་ཀྱིས་བོད་ཀྱི་ཡུལ་ལུང་དང་རྩེད་རིགས་སོགས་ཀྱི་ཐད་ཀར་རྩེད་འགྲན་པ་དང་པོར་བ་དེ་གནང་ལུགས་ལ་ཡང་ཁག་དགོས་པ་ནན་གསུངས་བྱས་ཡོད་སྟབས། ཁོང་གིས་རུ་ཁག་གི་རྩེད་འགྲན་པ་རྣམས་ཨ་རིའི་ས་གནས་འདྲ་མིན་བདུན་ཙམ་ནས་མཉམ་འདུས་གནང་བའི་རུ་ཁག་ཞིག་ཡིན་པའི་སྐོར་དང་གཞོན་སྐྱེས་རྣམས་ལ་དེ་ཙམ་གོ་སྐབས་མེད་དུས་རྩེད་འགྲན་དེ་ཡི་ནང་དུ་ལྷན་ཞུགས་གནང་ནས་མ་འོངས་པར་ཁོང་གི་རུ་ཁག

བོད་རིགས་གཞོན་སྐྱེས་ཚོར་སྡིངས་ཆ་ཆེན་པོ་ཞིག་བསྐྲུན་ཐབས་དང་སྡིངས་ཆ་འདི་བརྒྱུད་བོད་རིགས་གཞོན་སྐྱེས་གང་མང་ཞིག་ལ་རྒྱལ་སྤྱིའི་སྡིངས་ཆའི་སྟེང་དུ་རྐང་རྩེད་སྤོ་ལོ་རྩེ་རྒྱུའི་གོ་སྐབས་དང་མཉམ་དུ་བོད་ཕྲུག་ཚོས་སོ་སོའི་རྒྱལ་ཁབ་ལ་ཞབས་འདེབས་ཞུ་ཐུབ་པའི་རེ་བ་གནང་བཞིན་ཡོད་པ་དང་ད་ཐེངས་རྩེད་འགྲན་དེར་གོ་སྒྲིག་གནང་མཁན་མི་བཅུ་གཅིག་དང་དང་བླངས་ཕྱག་ལས་གནང་མཁན་མི་སུམ་ཅུ་སོ་ལྔ་བཅས་ཕྱོགས་ཡོངས་ནས་རྩེད་འགྲན་དེ་བཞིན་ལམ་ལྷོངས་ཡག་པོ་ཡོང་བའི་རེ་བ་གནང་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། བུ་མེད་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་སྙན་སྒྲོན་ཞུ།
བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་སྡོད་དམག་གི་དཔུང་སྡེ་ཞིག་ལ་ལྟ་སྐོར་བྱས་ཏེ་ཉེ་ཆར་པེ་ཅིང་དུ་འཚོགས་པའི་རྒྱ་ནག་དམར་ཤོག་ཚོགས་པའི་སྐབས་ཉི་ཤུ་པའི་ཚང་འཛོམས་གྲོས་ཚོགས་ཀྱི་ཚོགས་དུས་གསུམ་པའི་སྐབས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་བསམ་བློ་བཞིན་རྒྱལ་ཁབ་ཀྱི་བདེ་འཇགས་ཆེད་དམག་དཔུང་དང་ཉེན་རྟོག་རུ་ཁག་ཤུགས་ཆེ་རུ་གཏོང་དགོས་པའི་སྐོར་ནན་བཤད་བྱས་ཡོད་པས་འདིའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི། ས་མཚམས་ཀྱི་གནད་དོན་ཐད་ཆེད་ལས་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། རྒྱ་ནག་དམར་ཤོག་ཚོགས་པ་དེ་སྲ་བརྟན་ཐུབ་མ་ཐུབ་ཟེར་བ་ནི་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་སྲ་བརྟན་ཡོད་མེད་ལ་རག་ལུས་ཡོད་པས། རྒྱ་ནག་གཞུང་གི་ཏང་སྲིད་དམག་གསུམ་དེ་གལ་ཆེན་དུ་བརྩི་བཞིན་པ་དང། ཞི་ཅིན་ཕིང་གིས་ཉེ་བའི་ཆར་དམག་ཤུགས་ལ་བརྟེན་ནས་རྒྱ་ནག་གི་ཁ་ཕྱོགས་ལ་འགྱུར་བ་འགྲོ་དགོས་པ་སོགས་ནན་བརྗོད་བྱས་པ་གསུངས་ཤིང། ཕྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་རྒྱ་ནག་ནང་དུ་དཔའ་བོ་དང་རྒྱལ་ཞེན་གྱི་ལྟ་བ་སྐུལ་སློང་བྱེད་རྒྱུར་དམིགས་ཀྱི་ཡོད་པ་སོགས་གསུངས་བྱུང། རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ཕྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་གསར་འཛུགས་བྱས་པ་ཞིག་ཡིན་པ་དང། ཉིན་མོ་དེར་རྒྱ་ནག་གཞུང་གིས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་དང་དམག་མི་ལ་རྒྱབ་སྐྱོར་བྱ་འགུལ་ཤུགས་ཆེར་སྤེལ་བཞིན་ཡོད་པ་རེད། ནང་པ་སངས་རྒྱས་པའི་བསྟན་པ་རྒྱུན་འཛིན་དར་སྤེལ་ཆེད་ཧི་མ་ལ་ཡའི་མི་རིགས་ལ་ཐུགས་འགན་ཆེན་པོ་ཡོད་པ་སྐྱབས་རྗེ་ཀུན་བདེ་ལི་སྟག་ཚག་རྗེ་དྲུང་རིན་པོ་ཆེ་མཆོག་གིས་ལ་དྭགས་སུ་བཀའ་སློབ་གནང་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ཀྱི་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྐྱབས་རྗེ་ཀུན་བདེ་ལི་སྟག་ཚག་རྗེ་དྲུང་རིན་པོ་ཆེ་སྐུ་འཕྲེང་བཅུ་གསུམ་པ་རྗེ་བཙུན་བསྟན་འཛིན་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་མཆོག་ལ་དྭགས་ནང་པའི་ཚོགས་འདུ་ནུབ་ར་ཡན་ལག་གཙོས་ནུབ་ར་དེ་གའི་དགོན་དང་སུ་མུར་དགོན། ཡང་ལ་དྭགས་སླེ་དགེ་ས་སུ་ཆགས་པའི་འཇམ་དབྱངས་སློབ་གྲྭ་ནས་རྗེ་དར་གསོལ་འདེབས་ཞུ་བ་བཞིན་རིན་པོ་ཆེ་མཆོག་ཉེ་ལམ་ཕྱི་ལོ་ཉིས་སྟོང་ཉིས་བཞི་ཕྱི་ཟླ་བདུན་པའི་ཚེས་ཉི་ཤར་བཞི་ཉིན་ལ་དྭགས་ལས་སྐུ་ཤོག་བུ་གུ་ལས་རིན་པོ་ཆེ་གནམ་ཐང་དུ་ཞབས་སོར་དེ་བ་འཁོད་གནང་སོང། རིན་པོ་ཆེ་མཆོག་གིས་ས་གནས་སུ་མི་མང་དང་མཛད་འཆར་ཐོག་མ་གནང་བའི་ནང་ཕྱི་ཚེས་ཉི་ཤར་དྲུག་ཉིན་ལ་དྭགས་ཀྱི་སེ་ལེ་ནས་ནུབ་ར་ལྗོངས་སུ་ཕེབས་ལམ་གྱི་ལམ་བར་དུ་ཡུལ་ཆུང་འདྲ་མིན་གྱི་ཕེབས་བསུ་ཞུ་མཁན་རྣམས་དང་མཇལ་འཕྲད་གནང་སྟེ་བདེ་སྐྱིད་དགེ་བའི་ཕོ་བྲང་དུ་ཞབས་སོར་འཁོད་ཆེད་མི་མང་ལ་བཀའ་སློབ་གནང་བའི་ནང་དམིགས་བསལ་དུ་ནང་པ་སངས་རྒྱས་པའི་བསྟན་པ་སྲ་བརྟན་ཡོང་ཕྱིར་ལ་དྭགས་ཚོས་ཧི་མ་ལའི་མི་རིགས་ལ་ཐུགས་འགན་ཆེན་པོ་ཡོད་པ་བཀའ་སློབ་སྩལ་གནང་སོང། གཙོ་བོ་རྒྱལ་བོ་ཡེ་ཤེས་ནོར་བུའི་ཐུགས་རྗེའི་བཀའ་དྲིན་དང། ཨ་ནི་རིས་སུ་མ་ཆད་པའི་སྐྱེས་བུ་དམ་པ་མང་པོའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། ཨ་ནི་གནས་སྟངས་སྡུག་པོ་བཞི་བོ་གཅིག་གི་འོག་ནས་ཕྱོགས་གཅིག་ནས་ཡག་ཐག་ཆོད་བསྡད་བསྡད་ཡོད་རེད་དེ་ལས་ཡིན་ན་ཡང་ད་ལྟའི་སྐབས་ལ་ཡིན་ན་ཡང་བོད་མི་འབའ་མི་འབོ་ད་ཕོན་ཆེ་ཤོས་དེ་བོད་ཀྱི་ནང་ལ་ལྷག་བསྡད་ཡོད་རེད་ལ་བོད་པའི་དགོན་སྡེ་ཕལ་མོ་ཆེ་དེ་བོད་ཀྱི་ནང་ལ་ཡོད་པ་ཡིན་དུས། ད་ལྟ་ཡིན་ན་ཡང་རྒྱ་མི་དམར་པོའི་གཞུང་གི་འོག་ལ་ཡང་རང་དབང་མེད་པའི་གནས་སྟངས་ཅིག་འོག་ལ་བསྡད་དེ་ཡོད། དེང་དུས་དམ་པའི་སྐབས་ལ་ཡིན་ན་ཡང་ཉེན་ཁ་ཆེན་པོ་ཞི་བོ་ཅིག་རེད་ལ་མ་འོངས་པར་ཡིན་ན་ཡང་ད་ཧ་ལས་པའི་ཉེན་ཁ་ཆེན་པོ་ཅིག་སྐབས་ལ་གནས་བསྡད་ཡོད་རེད། ང་ཚོ་གཅིག་ནུབ་རགས་ཀྱིས་གཙོས་པའི་ཧི་མ་ལ་ཡའི་ས་ཁུལ་ཁག་ལ་ཡང། ཐང་གི་གོང་དུ་བཤོས་པའི་བསྟན་པ་ལ་ཡང་གོད་ཆག་དང་འགལ་རྐྱེན་འདི་འདྲའི་ཞེ་པོ་བྱུང་ཡོད་མ་རེད་ལ་ད་ལྟའི་སྐབས་ལ་ཡིན་ན་ཡང་དོན་སྤྱིའི་ཐད་ནས་རང་དབང་གི་གནས་སྟངས་ཀྱི་འོག་ལ་བསྡད་བསྡད་ཡོད་རེད། ཨ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་རྗེས་ལ་ཡང་བཙན་བྱོལ་གྱི་ནང་ལོགས་ལ་ཡང་ད་བོད་པའི་དགོན་སྡེ་ཁག་གསར་འཛུགས་རིམ་པས་བསྐྱངས་དེ་འདྲས་ཀྱི་སྐབས་ལ་ཡང་ད་ལ་དྭགས་གཙོས་པའི་ཧི་མ་ལ་ཡ་ཁུལ་ནས་རིས་སུ་མ་ཆད་པའི་དགོན་སྡེ་ཁག་གི་ནང་ལོགས་ལ་ཡང་གྲྭ་བཙུན་བསླབ་པ་སློབ་གཉེར་གནང་ཡག་དང། དེ་འདྲའི་ཕན་ནས་ཨ་མེས་པའི་དགོན་སྡེ་རིས་སུ་མ་ཆད་པའི་དགོན་སྡེ་ཁག་གི་ནང་ལོགས་ལ་ཡང་དངོས་གནས་ཀྱི། གང་ཅིའི་ཐད་ལ་ཡང། འགྲོ་བ་སངས་རྒྱས་ཀྱི་བསྟན་པ་རེད་དགོངས་པ་རང་རང་སོ་སོའི་དགོན་པའི་ཐུན་མོང་མ་ཡིན་པའི་ཆ་ཤས་སུན་བཅད་ནས། པ་གཞི་འཛིན་ཐུབ་ཉེན་གྱི་སྐྱེས་བུ་དང་པོ་མང་པོ་ཞི་བོ་གཅིག་དེ་སྔོན་བྱུང་ཡོད་རེད་ལ་ད་ལྟའང་ཡོད་བཞིན་པ་རེད། ཡིན་དུས་བརྩམས་པ་ལ་ད་ད་ལྟའི་སྐབས་ལ་ཡང། ལ་ནུབ་ར་གཙོས་པའི་རང་གཙོའི་ཧི་མ་ལ་ཡ་ཆོས་གྲོགས་རྣམ་པ་ཚོ་རྒྱལ་མདོ་སྔགས་ཟུང་དུ་འབྲེལ་བའི་སངས་རྒྱས་ཀྱི་བསྟན་པར་རིན་པོ་ཆེ་དེ་འཛིན་སྐྱོང་གི་ཐོག་ལ་ཡང་ཐུགས་མཁྱེན་རླབས་ཆེན་ནུས་པ་རླབས་ཆེན་འདོན་གནང་གི་ཡོད་རེད་ལ་མ་འོངས་པ་ཡིན་ན་ཡང་དམིགས་བསལ་གྱི་རེ་བ་འཛིན་སྐྱོང་གནང་ཡག་གི་འགན་ཁུར་འདི་འདྲ་ཅིག་ཕབ་བསྡད་པ་ཅིག་ཆགས་བསྡད་ཡོད་རེད། ཡང་ལ་དྭགས་ནང་ཚོགས་གནུབས་ར་ཡན་ལགས་ནས་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་བཞུགས་རིང་གི་མཛད་འཆར་བཏོན་ཡོད་པས། ནང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ཟབ་བདུན་དང་ཉི་ཤུ་ཟབ་བརྒྱད་ཉིན་གཉིས་རིང་ཡུ་ར་དྷི་ཀི་ཕོ་བྲང་དུ་སེར་སྐྱ་མི་མང་ཡོངས་ལ་ལམ་གཙོ་རྣམ་གསུམ་གྱི་བཀའ་ཆོས་བཀའ་དྲིན་བརྩེ་རྒྱུ་དང་མི་མང་ལ་བཀའ་སློབ། ཡང་ཕྱི་ཚེས་ཉི་ཤུ་ཟབ་དགུ་དང་སུམ་ཅུ་ཉིན་གཉིས་རིང་ནུབ་ར་སུ་མུར་ཡུལ་དུ་བཀའ་ཆོས་བཀའ་དྲིན་བརྩེ་རྒྱུ་དང་དེ་ཡི་རྗེས་དྷི་ཀི་དགོན་དུ་དུ་བ་རྒྱ་མཚོ་དང་གཞི་གསུམ་གྱི་ལྗགས་འདྲིད་གནང་རྒྱུ་ཡིན་པ་རེད་འདུག་ཡང་རིན་པོ་ཆེ་མཆོག་ཕྱི་ཚེས་གསུམ་ཉིན་ལ་དྭགས་ནུབ་ར་ལྗོངས་ནས་གེ་སར་ལའི་ཕྱོགས་སུ་ཆུ་བསྟོད་གནང་རྗེས་གེ་སར་ལའི་ཁུལ་གྱི་སློབ་གྲྭའི་སློབ་ཕྲུག་རྣམས་ལ་ནང་ཆོས་ངོ་སྤྲོད་དང་བཀའ་སློབ་གནང་རྒྱུ་ཡི་མཛད་འཆར་ཡོད་པ་རེད་འདུག། ཅེས་བཤད་རེ་བ་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་ཁྲིན་ལེ་ཅུས་ཀྲེང་གིས་སྙན་སྒྲོན་ཞུ་གི་ཡོད། བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཧོང་ཀོང་དམངས་གཙོ་ལྷན་ཚོགས་ཐུན་མོང་གིས་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་རྒྱ་ནག་གི། ལྟ་སྤྱོད་མི་མཐུན་མཁན་ཚོར་དྲག་གནོན་བྱེད་ཕྱོགས་དང་འབྲེལ་བའི་སྙན་ཐོ་ཞིག་གཟའ་མིག་མ་ཉིན་འགྲེམས་སྤེལ་བྱས་འདུག་ཅིང། དེའི་ནང་སྔ་ལོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་མི་རི་ཀའི San Francisco གྲོང་ཁྱེར་དུ་སླེབས་པའི་སྐབས་རྒྱ་ནག་གི་སྲིད་འཛིན་ལ་དགའ་བསུ་ཞུ་མཁན་གྱི་མི་སྣ་ཁག་ཅིག་གིས་བོད་མི་དང་ཧོང་ཀོང་ལས་འགུལ་བ་ཚོའི་ཐོག་རྒོལ་རྡུང་བཏང་མཁན་གྱི་མི་སྣ་དེ་དག་ངོ་སྤྲོད་ཀྱི་གནས་ལུགས་མི་འདྲ་བ་ཁག་སུམ་ཅུ་སོ་བཞི་ར་སྤྲོད་ཀྱི་ཞིབ་གསལ་བཀོད་ཡོད་པ་རེད་སྒྲོལ་མ་ལྷ་མོ་ལགས་ཀྱིས་གཉིས་ལུགས་གནང་གི་རེད། བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཧོང་ཀོང་དམངས་གཙོ་ལྷན་ཚོགས་གཉིས་མཉམ་འབྲེལ་གྱིས་ཕྱོགས་སྒྲིག་གནང་པའི་དྲག་གནོན་ཕྱིར་དྲན་བྱས་པ་སྟེ་ཕྱི་ལོ་ཉིས་སྟོང་ཉིས་ཟག་གསུམ་ཟླ་བ་བཅུ་གཅིག་པའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་སན་ཧྥི་རན་སི་ཀོ་གྲོང་ཁྱེར་དུ་སླེབས་དུས་ངོ་རྒོལ་བྱེད་མཁན་ཚོར་དྲག་གནོན་བྱས་པའི་སྙན་ཐོ་ཞེས་ཉིས་སྟོང་ཉིས་བརྒྱ་བཞི་ལོའི་ཕྱི་ཟླ་བདུན་པའི་ཚེས་སུམ་ཅུ་རེ་གཟའ་མིག་དམར་ཉིན་དྲ་ཐོག་ནས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་ཀྱིས་ཤོག་གྲངས་བརྒྱ་དང་དྲུག་ཅུ་ལྷག་ཡོད་པ་ཞིག་འདོན་སྤེལ་གནང་སོང། སྙན་ཐོ་དེའི་རྩོམ་སྒྲིག་འགན་འཁུར་བ Brian Cohen ལགས་དང་བོད་རང་བཙན་སློབ་ཕྲུག་ཚོགས་པའི་སྤྱི་ཁྱབ་འགན་འཛིན་པད་མ་འབྲོམ་ལགས་དང་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས། ཧོང་ཀོང་དམངས་གཙོ་ལྷན་ཚོགས་ཀྱི་འགན་འཛིན Anna Kwok ལགས་དང་རྒྱལ་སྤྱིའི་ཞུ་གཏུག་ལས་འགུལ་དང་ལས་འཆར་ལས་རོགས Carmen Lau ལགས་བཅས་ཀྱིས་རྒྱ་ནག་དམར་ཤོག་གིས་ཨ་རིའི་མི་སེར་ལ་ཨ་རིའི་ས་ཐོག་ཏུ་རྒྱལ་མཚམས་བརྒལ་བའི་དྲག་གནོན་དང་བརྙས་བཅོས་འཇིགས་སྐུལ་བཙན་གནོན་བྱས་ཀྱང་ས་གནས་ཀྱི་ཉེན་རྟོག་པ་དང་སྒྲིག་ཁྲིམས་ལྟ་སྲུང་བྱེད་མཁན་ཚོས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་བྱ་སྤྱོད་ཐད་གོ་རྟོགས་མེད་པ་དང་སྲུང་སྐྱོབ་ཀྱང་གང་འཚམ་བྱུང་མེད་པའི་སྐོར་གསུངས་སོང། ཆི་མིན་ལྷ་མོ་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་འགྲོ་སོང་ཕོན་ཆེ་བཏང་སྟེ་ཨ་རི་ཚུད་པའི་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་རྒྱལ་མཚམས་བརྒལ་ནས་འཇིགས་སྐུལ་དང་སུན་གཙེར་གྱི་བྱ་སྤྱོད་སྤེལ་བཞིན་ཡོད་པ་ང་ཚོས་ཤེས་ཀྱི་ཡོད་ཀྱང། ཨ་རི་ལྟ་བུའི་རང་དབང་ལུང་པར་ཨ་རིའི་མི་སེར་ལ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་པ་དེ་དག་ནི་བློ་ཁོག་དང་ཧམ་བཤད་ཀྱིས་གདོང་ཐུག་དང་དྲག་གནོན་གྱི་བྱ་སྤྱོད་སྤེལ་བའི་དུས་ཚོད་ཅིག་ཆགས་ཡོད་ཅིང་དེས་ཨ་རིའི་དམངས་གཙོའི་རིན་ཐང་ལ་དོ་ཕོག་གཏོང་བ་ཞིག་འགྱུར་བའི་བློ་འཚབ་དགོས་པ་ཞིག་རེད་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་གནང་བྱུང། རྒྱ་ནག་གཞུང་གིས་ག་དུས་ཡིན་ནས་ང་ཚོ་ལ་ཡ་ཞེད་སྣང་དངོས་དང་སྡིགས་སྣང་བྱས་པ་དེ་དང་དྲག་གནོན་བྱས་པ་དེ་ང་རང་ཚོས་ཀྱི་མི་མང་ཚོ་ལ་ཡང་ཁུ་སིམ་བཟོས་ཡག་དང་ཞེད་སྣང་ལངས་ཡག་བྱེད་དུ་བྱེད་ཀྱིན་ཡོད་ཙང་ད་རིང་ང་ཚོས་ཀྱི་སྙན་ཐོ་དེ་བརྒྱུད་ནས་ང་རང་ཚོའི་བོད་པའི་མི་རིགས་མི་རིགས་དང། ཧོང་ཀོང་དབུས་སྐོར། རྒྱ་རྒྱ་ནག་མི་དམངས་ཚོ་མཚན་སྙན་དུ་ཚོས་གང་གང་བློ་སྟོབས་ག་ཚོད་ཡོད་པ་དང་སྙིང་སྟོབས་ག་ཚོད་ཡོད་པ་དེ་ཁོང་ཚོ་ཞེད་སྣང་ག་ཚོད་ཡོད་པ་ཡིན་ནའི་ཀྱང་མུས་མཐུད་ནས་ལངས་བསྡད་ཀྱི་ཡོད་པ་དེ་ང་ཚོས་ཀྱི་དཔེ་བཏོན་ནས་ང་ཚོའི་སྙན་ཐོ་དེ་བརྒྱུད་ནས་ང་ཚོའི་སྒྲུང་བརྒྱུད་ནས་སྙན་ཐོ་དེ་ནང་བཏོན་གནང་ཡོད། སྙན་ཐོ་དེའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཕྱི་ལོ་ཉིས་སྟོང་ཉིས་སྟོང་གསུམ་ཟླ་བ་བཅུ་གཅིག་པའི་ཚེས་བཅུ་བཞི་ནས་བཅུ་བདུན་བར APEC བཅས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་སུ་ཚོགས་བཅར་ཆེད་ཨ་རིའི San Francisco གྲོང་ཁྱེར་དུ་འབྱོར་བའི་སྐབས་བོད་མི་དང་ཡུ་གུར་བ་ཧོང་ཀོང་གི་རང་དབང་ལས་འགུལ་བ་རྒྱ་རིགས་དམངས་གཙོ་དོན་གཉེར་བ་དེ་བཞིན་རྒྱ་ནག་གཞུང་དང་ལྟ་ཕྱོགས་ཐ་དད་འཛིན་མཁན་གྱི་རྒྱ་མི་རིགས་བཅས་ཀྱིས་ངོ་རྒོལ་སྐད་འབོད་བྱེད་སྐབས་ཞི་ཅིན་ཕིང་ལ་དགའ་བསུ་ཞུ་མཁན་གྱི་རྒྱ་མི་རིགས་ཀྱིས་དྲག་གནོན་བྱས་པའི་གནས་ཚུལ་མི་འདྲ་བ་ཁག་སུམ་ཅུ་སོ་བཞི་བྱུང་ཡོད་པ་རྣམས་རྒྱ་ནག་དམར་ཤོག་དང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་དང་འབྲེལ་བ་ཡོད་པ་ར་སྤྲོད་བྱུང་བ་གསལ་སྟོན་གནང་འདུག་ལ་བོད་དོན་ལས་འགུལ་བ་ཚོས་རྣམ་པ་འདྲ་མིན་གྱི་ལས་འགུལ་སྤེལ་སྐབས་རྒྱ་མི་རིགས་དེ་ཚོས་ཉེ་དུ་དང་ལྕགས་ཞེན་གྱིས་རྡུང་རྡེག་བཏང་བ་དང་གྲི་བརྒྱབ་པ་ཆུ་དང་བྱེ་མས་བཀང་བའི་ཤེལ་དམ་དབྱུག་པ་བོད་མིའི་ངོ་རྒོལ་ལས་འགུལ་སྤེལ་བའི་རྗེས་སུ་རྒྱ་མི་སྡེ་ཁག་ཅིག་གིས་བོད་མི་ལས་འགུལ་བ་ཚོ་རྗེས་འདེད་བཏང་བ་དང་སུན་གཙེར་བཟོས་པའི་དྲག་གནོན་བྱས་པ་སོགས་པར་རིས་དང་བརྙན་ཡང་བརྙན་ཐུང་ནང་བཏོན་ཡོད་པ་མ་ཟད་རྒྱ་རིགས་དྲག་གནོན་བྱེད་མཁན་དེ་ཚོ་ངོས་བཟུང་ཡོད་པ་དང་དེ་ཚོའི་པར་རིས་དང་མཉམ་རྒྱབ་ལྗོངས་ཀྱང་གསལ་སྟོན་གནང་འདུག་འཆི་མེད་ལྷ་མོ་ལགས་ཀྱིས་བོད་དོན་དང་འགྲོ་བ་མིའི་ཐོབ་ཐང་ཆེད་ལས་འགུལ་མུ་མཐུད་སྤེལ་རྒྱུར་འབད་བརྩོན་གནང་རྒྱུ་ཡིན་པ་གསུངས་བྱུང། ང་ཚོ་གིས་འཐབ་རྩོད་པ་ཡིན་པའི་ཆ་ནས་རྒྱ་ནག་གཞུང་ལ་ཡང་ཁ་གཏད་གཅག་དུས་སྐབས་སུ་ང་ཚོ་ལ་ཉེན་ཁ་དེ་ཡོད་པ་རེད་གཏན་འཁེལ་རེད་ཡིན་ན་ཡང། ང་རང་ཚོའི་གངས་ཀང་འདིའི་ལས་ཀ་དེ་གལ་ཆེན་པོ་ཞིག་རེད་ཅེས་བརྗེད་བྱས་མུས་མཐུད་ནས་ས་གནས་གཞུང་མང་པོ་ཅིག་ལ་ཡང་ངོས་འཐུ་སྙན་ཐོ་དེ་བརྒྱུད་ནས་ཞུ་གཏུག་ལས་འགུལ་སྤེལ་ཡིན་ཨ་ནི་མཉམ་འབྲེལ་རྒྱལ་ཚོགས་བདུན་ལ་ཡང་འགྲོ་ཆེད་ཨ་ནི་དམིགས་བསལ་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་སྐོར་ལ་ཡང་ང་ཚོས་ཀྱི་ལས་འགུལ་སྤེལ་གྱི་ཐབས་ཤེས་བྱེད་ཤེས་མ་ཡིན་ལ། རྒྱལ་མཚམས་བརྒལ་ཏེ་དྲག་གནོན་གྱི་བྱ་སྤྱོད་དེའི་ཁོངས་ཨ་རིར་གནས་བཞུགས་ཨ་རིའི་མི་སེར་གྱི་གནས་བབ་ཡོད་པའི་ལོ་ན་བཅུ་བདུན་ལ་སོན་པའི་བོད་མི་ཞིག་གི་མགོ་ལ་ལྕགས་ཧྲེང་གིས་ཐེངས་བཞི་ཙམ་བརྡུང་བ་དང་མིག་གི་ནང་བྱེ་མ་འཕེན་པའི་དྲག་གནོན་བྱེད་པ་སོགས་རྒྱལ་མཚམས་བརྒལ་ནས་དྲག་གནོན་དེ་དག་ལ་ཁ་གཏད་གཅོག་རྒྱུའི་གྲ་སྒྲིག་མེད་པ་དང་གོ་རྟོགས་མེད་པ་དྲག་སྤྱོད་ཀྱི་ཉེན་བརྡར་ཡ་ལན་དང་ལམ་ཕྲན་གདོང་ལེན་བྱ་རྒྱུའི་ཐབས་ལམ་མེད་པའི་རྐྱེན་གྱིས་ལས་འགུལ་བ་ཚོར་སྲུང་སྐྱོབ་གང་ཙམ་བྱུང་མེད་ཅིང་རྒྱ་ནག་དམར་ཤོག་གི་རྒྱབ་སྐྱོར་བ་ཚོར་འགན་འཁྲི་འཁུར་མཁན་མེད་པར་ཨ་རིའི་གཞུང་དང་འབྲེལ་ཡོད་ས་གནས་ཀྱི་ཉེན་རྟོག་ལས་ཁུངས་གྲོས་ཚོགས་མངའ་སྡེ་དང་ས་གནས་གཞུང་གི་ལས་ཁུངས་ཁག་ལ་བསམ་ཚུལ་དོན་ཚན་བཅོ་བརྒྱད་ཀྱང་བཏོན་ཡོད་པ་རེད་འདུག། བཙན་གནོན་ཕྱིར་འཐེན་ཞེས་པའི་ཁ་བྱང་ལ་འཁོད་པའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་སྔ་ལོའི་ཕྱི་ཟླ་བཅུ་གཅིག་ནང་སན་ཧྥ་རན་སིས་ཀོ་གྲོང་ཁྱེར་དུ་ཡོང་པའི་སྐབས་ཧོང་ཀོང་དམངས་གཙོ་ཚོགས་པ་དང་དབུས་ཁུལ་ལས་འགུལ་བ་བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་བྱེད་མཁན་ཚོར་དྲག་གནོན་བྱས་པའི་ཐད་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཧོང་ཀོང་དམངས་གཙོ་ལྷན་ཚོགས་གཉིས་ཀྱིས་མཉམ་འབྲེལ་གྱི་ཐོག་ནས་ཕྱི་ཟླ་བདུན་པའི་ཚེས་སུམ་ཅུ་ཉིན་སྙན་ཐོ་ཞིག་བཏོན་ཡོད་པ་རེད། ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཐད་ཀྱི་ཆེད་འཛུགས་ཚོགས་ཆུང་གི་འགན་འཛིན John Moliner ལགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སྔ་ལོའི། ཕྱི་ཟླ་བཅུ་གཅིག་ནང་ཨ་མི་རི་ཀའི San Francisco རུ་ཡོང་བའི་སྐབས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་བྱ་སྤྱོད་དེ་རིགས་ཨ་མི་རི་ཀའི་ནང་དུ་ལག་བསྟར་བྱེད་ས་མེད་ལ། ཧོང་ཀོང་དམངས་གཙོ་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་གཉིས་ཀྱིས་བློ་འཚབ་སྐྱེ་དགོས་པའི་གནད་དོན་ཐད་སྙན་ཐོ་བཏོན་པར་བསྔགས་བརྗོད་གནང་བ་དང་འབྲེལ་ཨ་མི་རི་ཀའི་དབུས་གསང་བའི་ལས་ཁུངས་དང། San Francisco གྲོང་ཁྱེར་ཉེན་རྟོག་ལས་ཁུངས་བཅས་ཀྱིས་ཞིབ་བཤེར་བྱས་ཏེ་ཉེས་ཅན་པ་ཚོར་ཁྲིམས་ཆད་གཏང་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་འདུག་ལ། ཉེས་ཅན་པ་དེ་དག་ཁྲིམས་གཏུག་བྱེད་རྒྱུར་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཁྲིམས་ལུགས་དབང་འཛིན་པ་ཚོར་ནུས་པ་འདོན་པའི་དགོས་ངེས་ཀྱི་ཆ་རྐྱེན་འཕར་མ་ཁག་བསྐྲུན་དགོས་པ་དང། འདི་ལྟ་བུའི་སྒེར་སྡེམ་རིང་ལུགས་ཀྱི་བྱ་སྤྱོད་རིགས་ཨ་མི་རི་ཀའི་གསར་གཏོད་འཁྱེར་ཡོང་རྒྱུར་གཏན་དུ་བཀག་འགོག་བྱེད་དགོས་པ་རེད་ཅེས་སྐྱོན་བརྗོད་གནང་འདུག། Canada Ontario མངའ་སྡེའི་ནང་ཕྱི་ཟླ་བདུན་པ་འདི་བཞིན་བོད་ཀྱི་རིག་གཞུང་གཅེས་སྐྱོང་གི་ཟླ་བ་ཞེས་གཏན་འབེབས་གནང་ཡོད་པ་ལྟར། ཕྱི་ཟླ་བདུན་པའི་ཚེས་སུམ་ཅུ་སོ་གཅིག་ཉིན་ས་གནས་བོད་མི་ཚོས་རྗེས་དྲན་གྱི་ཐོག་ནས་སྲུང་བརྩི་ཞུས་ཤིང། མངའ་སྡེའི་ཆབ་སྲིད་ཀྱི་འགོ་ཁྲིད་སྲིད་བློན་གྱིས་འཚམས་འདྲི་གནང་འདུག་ཨོ་རྒྱན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
Happy Tibetan Cultural Month།

བོད་པ། Tibetan། ལ་མི་མང་གིས་མང་ང་གོ་ཡོད་རེད། ད་ག་ན་ཞིག་བོད་པའི་རིག་གཞུང་གི་སྐོར་ལ་མང་ང་ཤེས་ཡོད་རེད། ཨ་ནི་བོད་པའི་གི་གནས་ཚུལ་གི་སྐོར་ལ་དོ་སྣང་ངས་ཆེ་རུ་ཕྱིན་ཡོད་རེད། དེ་དང་ཕྱོགས་མཚུངས་འདི་ཟླའི་ཚེས་གསུམ་སོ་གཅིག་ཉིན་དེ་བཞིན་ཨོན་ཧྲེ་རི་ཡོ་མངའ་སྡེའི་ནང་བོད་ཀྱི་རིག་གཞུང་གཅེས་ནོར་གྱི་ཟླ་བའི་ཉིན་མཐའ་མ་ཡིན་པ་ལྟར་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཨོན་ཧྲེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་དང་ཀྲོ་རོན་ཏོ་ས་གནས་གཞོན་ནུ་ལྷན་ཚོགས་ཨོན་ཧྲེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ཁ་ན་དྲ་རྡོ་སྒམ་ཆུ་བཞི་གངས་འབྲུག་བཅས་བཞི་ནས་སྤྱི་ཟླ་བདུན་པ་དེ་བཞིན་རིག་གཞུང་གཅེས་ནོར་གྱི་ཟླ་བ་དངོས་སུ་ཁྲིམས་འཆར་ལ་གཏན་འབེབས་བྱུང་ནས་ལོ་བཞི་འཁོར་བའི་ཉིན་མཐའ་མར་ཨོན་ཐའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གླང་དཀར་བསོད་ནམས་ལགས་ནས། ང་ཚོའི་མངའ་སྡེ་གི་དག Premier གི་དང་ཨ་དག་ན་ཤི་ཨི་ཐོག་པི་ཀོ་ལེགས་ཤོར་གྲོས་ཚོགས་འཐུས་མི་གི། ཨ་ནི་དེ་རིང་བོད་ཀྱི་གཅེས་ནོར་ཟླ་བ་འདི་གའི་འཚམས་འདྲི་མ་གཏོགས་ཕྱི་ནས་གནང་ཐུབ་པ་བྱུང་ཡོད་རེད། འདི་གིས་ཡང་ང་རང་ཚོ་མངའ་སྡེ་ནང་ལ་ཡར་གནས་འགའ་ཅིག་ཆགས་ཀྱི་རེད་དེ་དྲན་གྱི་འདུག། དེ་ཡང་ཁོང་ནས་སྐུ་ལས་སྐྱོང་མཁན་བཀའ་བོ་ཆེ་བུ་ཁྲིད་ལགས་སུ་ཐུགས་རྗེ་ཆེ་ཞུ་བ་དང་མཛད་རིམ་མང་བའི་རྟེན་གྱི་དམིགས་སུ་བཀར་ནས་རིག་གཞུང་གཅེས་ནོར་གྱི་ཟླ་བ། སྲུང་བརྩི་གནང་ཐུབ་མེད་ཀྱང་མངའ་སྡེའི་སྲིད་བློན Doug Ford ལགས་དང་མངའ་སྡེའི་འཐུས་མི་ལྕམ Christine Hocker ལགས་གཉིས་ནས་ངོས་འཛིན་གནང་བ་དེར་ཤུགས་རྐྱེན་ཆེན་པོ་བྱུང་བའི་སྐོར་ལ་གཏམ་བཤད་གནང་བ་སོགས་བྱུང་སོང། ཀ་པོ་ཆེ་བུ་ཏི་ལགས་ཀྱི་མགྲིན་ཚབ་པ་གཉིས་ནས་ཀྱང་རིག་གཞུང་གཅེས་ནོར་གྱི་ཟླ་བའི་གལ་གནད་སྐོར་ལ་ངོ་སྤྲོད་གནང་བ་སོགས་བྱུང་སོང།

ཨ་འདི་འདྲ་ཡོད་ཚ་ཉིན་གུང་རི་པའི་སྡིངས་ནས་གི་ཐུགས་ཀྱི་ཆེད་དུ་བཀའ་དྲིན་ཆེ་ཟེར་ནས་ཞུ་ཡ་ཡོད་རེད་བ། འདི་ལོ་མཛད་རིམ་འདྲ་མིན་གྱི་འོག་ཚོགས་པ་ཁག་ནས་དམིགས་བསལ་བོད་ཀྱི་རིག་གཞུང་གཅེས་ནོར་གྱི་ཟླ་བ་སྲུང་བརྩི་ཞུ་མ་ཐུབ་པར་དགོངས་སེལ་ཞུས་པ་དང་སྦྲགས་རིག་གཞུང་གཅེས་ནོར་གྱི་ཟླ་བར་སྐུ་ལས་སྐྱོང་མཁན་ལ་ཐུགས་རྗེ་ཆེ་ཞུ་བ་དང་བོད་ནང་གི་རྫ་དྲག་གནས་སྟངས་མཁྱེན་པའི་ཐོག་བོད་པའི་རིག་གཞུང་བདག་ཉར་གནང་དགོས་པ་སོགས་ཀྱི་གཏམ་བཤད་གནང་སོང། ཁེ་ན་ཏའི་གྲོང་ཁྱེར Toronto ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་སྙན་སྒྲོན་ཞུས་ཡོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་བདུན་པའི་ཚེས་སུམ་ཅུ་ཉིན་རྒྱ་གར་གྱི་གྲོས་ཚོགས་གོང་མའི་ནང་དངུལ་རྩིས་ལྷན་ཚོགས་འཚོགས་པའི་སྐབས་སུ། རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེའི་གྲོས་ཚོགས་འཐུས་མི་ལེབ་ཆ་ཙུན་རྡོ་རྗེ་ལགས་ཀྱིས། རྒྱ་གར་དབུས་གཞུང་ལ་ཨེལ་ཨེ་སི་ཞེས་རྒྱ་དཀར་ནག་གཉིས་ཀྱི་དབར་དངོས་གཞིའི་སྟངས་འཛིན་གྱི་ས་ཐིག་ལ། རྒྱ་ནག་གི་ས་མཚམས་ཞེས་མི་འབོད་པར། བོད་ཀྱི་ས་མཚམས་ཞེས་གཞུང་འབྲེལ་གྱི་ཐོག་ནས་འབོད་དགོས་པ་རེད་ཅེས་གསུངས་ཡོད་པ་རེད། རྫས་བཤེར་ཨབ་གོ་པ་དང། ཇོ་བོ་ཏྲར་ཧེ། ད་དུང་ལ་དྭགས་ཀྱི་རྒྱལ་ས་ལེ་དང་ཨ་རུ་ན་ཅལ་མངའ་སྡེ་ནས་འབྲས་ལྗོངས་བར་རྒྱང་ཐག་སྤྱི་ལེ་ཆིག་སྟོང་བཞི་བརྒྱ་ཙམ་ཡོད་པའི་ས་མཚམས་དེ་ནི། བོད་ཀྱི་ས་མཚམས་རེད་མ་གཏོགས་རྒྱ་ནག་གི་ས་མཚམས་མ་རེད་ཅེས་དང། རྒྱ་གར་དབུས་གཞུང་གི་ངོས་ནས་དམག་མི་དང་ས་མཚམས་ཀྱི་འགྲོ་ལམ་གསར་རྒྱག་ལས་ཁུངས་ཚོས་དབྱེ་མཚམས་འདི་དངོས་སུ་ངོས་འཛིན་གནང་སྟེ་གཞུང་འབྲེལ་གྱི་ཐོག་ནས་བོད་ཀྱི་ས་མཚམས་ཞེས་མིང་བཏགས་དགོས་པ་གཞུང་འབྲེལ་བཀོད་ཁྱབ་གནང་རྒྱུར་རེ་སྐུལ་གནང་ཡོད་པ་རེད། ཡང་ཁོང་གིས་རྒྱ་ནག་གཞུང་གིས་མཐའ་མཚམས་ཀྱི་ས་ཁུལ་མང་པོར་མིང་བརྗེ་བསྒྱུར་བྱས་ཏེ། རྒྱ་གར་གྱི་ས་ཆར་བཙན་འཛུལ་བྱེད་བཞིན་པ་དེ་ཚོར་རྒྱ་གར་གཞུང་གིས་ཐུགས་གཟབ་གནང་དགོས་པ་དང། རྒྱ་གར་གཞུང་གིས་འཕགས་བོད་ས་མཚམས་ལ་ལྟ་སྟངས་དང་ངོས་འཛིན་ཡང་དག་བྱ་རྒྱུ་ནི་གལ་ཆེན་པོ་རེད་ཅེས་ནན་བརྗོད་གནང་འདུག་འཛམ་གླིང་གི་རྒྱལ་ཁབ་སོ་སོ་དང་ལྷག་པར་དུ་ཧྥ་རན་སིར་ཡོད་པའི་བོད་མི་རྣམས་ཀྱིས་ཆོས་དབྱིངས་སྐྱིད་ལགས་ཀྱི་འགྲན་ཞུགས་ལ་དོ་སྣང་ཆེན་པོ་གནང་གི་ཡོད་ཅིང། རྒྱ་ནག་གཞུང་གིས་ཕྱི་ཟླ་བདུན་པའི་ཚེས་བཞི་ཉིན་གསལ་བསྒྲགས་སྤེལ་བ་དང་ཨོ་ལིམ་པིག་གོ་སྒྲིག་ཚོགས་ཆུང་གིས་དྲ་རྒྱའི་སྟེང་དུ་སྤེལ་བའི་རེའུ་མིག་ལ་གཞིགས་པ་ཡིན་ན། སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་གྱི་སྤྱི་ལེ་ཉི་ཤུའི་འདུར་རྒྱུག་འགྲན་བསྡུར་ནང་དུ་ཆོས་དབྱིངས་སྐྱིད་ལགས་རྩེད་འགྲན་པའི་ཚབ་ཀྱི་མིང་ཐོར་བཀོད་པ་དང། སྤྱི་ཟླ་བརྒྱད་པའི་ཚེས་བདུན་ཉིན་ཕོ་མོ་མཉམ་བསྲེས་ཀྱི་འདུར་རྒྱུག་འགྲན་བསྡུར་ནང་དུ་དངོས་སུ་རྩེད་འགྲན་གྱི་གནང་གི་ཡོད་པ་རེད། དེ་འབྲེལ་ཆོས་དབྱིངས་སྐྱིད་ལགས་ཀྱིས་རང་ཉིད་ཀྱི་སྤྱི་ཚོགས་དྲ་རྒྱའི་ཐོག། ང་མཉམ་ཤུགས་ཆེ་བའི་འགྲན་བསྡུར་ནི་སྤྱི་ཟླ་བརྒྱད་པའི་ཚེས་བདུན་ཉིན་མོར་པེ་ཅིང་གི་ཉིན་དགོང་ཆུ་ཚོད་དང་པོ་སྟེང་ཡིན། ང་ལ་ཐུགས་ཁུར་དང་སྐད་འཕྲིན་སོགས་བརྒྱུད་ནས་འབྲེལ་བ་གནང་མཁན་ཚང་མར་ཐུགས་རྗེ་ཆེ་ཞེས་བྲིས་ཡོད་པ་རེད། ད་རེས་ཧྥ་རན་སིའི་ནང་དུ་བོད་མི་ཚོས་དོ་སྣང་ཆེན་པོ་གནང་སྟེ་ཁོང་གི་འགྲན་བསྡུར་སྐབས་རྒྱབ་སྐྱོར་གནང་བར་བཅར་རྒྱུ་ཡིན་པ་བརྗོད་བཞིན་ཡོད་པ་མ་ཟད། རྒྱ་ནག་ནང་ཁུལ་ནས་འདིར་དོ་སྣང་བྱེད་བཞིན་ཡོད་འདུག་ཤེས་རྟོགས་བྱུང་བར་གཞིགས་ན་རྒྱ་ནག་ནང་གི་སྤྱི་ཚོགས་དྲ་ལམ་ཁག་ཏུ་ཧྥ་རན་སིར་ཨོ་ལིམ་པིག་གི་རྩེད་འགྲན་ཁྲོད་ཀྱི་མང་ཚོགས་ཀྱི་ངང་སྒུག་མང་ཤོས་བྱེད་པའི་རྩེད་འགྲན་པ་བཅུ་ཡི་ཁོངས་སུ་ཆོས་དབྱིང་སྐྱིད་ལགས་ཚུད་ཡོད་པ་རེད། པེ་རིས་ཨོ་ལིམ་པིག་རྩེད་འགྲན་སྐབས་འདིར་རྒྱ་ནག་ཕྱོགས་ནས་རྒྱུགས་ཆུང་འཕེན་གསུམ་གྱི་རྩེད་མོར་འགྲན་ཞུགས་བྱས། སྐྱེས་པ་ཉི་ཤུ་རྩ་བདུན་དང་བུད་མེད་ཉི་ཤུ་རྩ་བདུན་ཡོད་པའི་ནང་དུ། འདུར་རྒྱུག་རྩེད་འགྲན་པ་བུད་མེད་གསུམ་གྱི་མིང་འདོན་བྱས་པའི་ཁྲོད། ཨོ་ལིམ་པིག་ནང་དུ་གསེར་གྱི་རྟགས་མ་ཐོབ་མྱོང་མཁན་ཆོས་དབྱིང་སྐྱིད་ལགས་དང་ལིའུ་ཧོང། ཀོང་ལི་ཅོའུ་བཅས་བཀོད་ཡོད་པ་རེད། ཆོས་དབྱིང་སྐྱིད་ལགས་ད་རེས་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་ནང་དུ་ཞུགས་པར་ཐེངས་བཞི་པ་ཆགས་རྒྱུ་ཡིན་པ་མ་ཟད། ཁོང་མོ་ནི་ལོ་རྒྱུས་སྟེང་ཨོ་ལིམ་པིག་གསེར་གྱི་རྟགས་མ་ལེན་མཁན་བུད་མེད་ཐོག་མ་དེ་ཡང་ཡིན་པ་རེད། ཐེངས་འདིའི་ང་ཚོའི་བརྙན་འཕྲིན་དང་རླུང་འཕྲིན་ངོ་དེབ་དྲ་རྒྱ་དང་ཡུ་ཏུབ་བཅས་ཀྱི་ཐད་གཏོང་གི་ལས་རིམ་འགྱིང་ཚུལ་ཞུས་ཟིན་པ་ཡིན། ང་ཚོའི་ལས་རིམ་ལ་བསིལ་བར་དོ་ཅི་ཆེ། དེ་རིང་གླུ་གཞས་ཀྱི་ལས་རིམ་ནང། བློ་བཟང་བདེ་ལེགས་ལགས་ཀྱིས་བླངས་པའི། མཛེས་པའི་ཨ་ཡིག་ཞེས་པའི་གླུ་གཞས་དེ་གཟིགས་འབུལ་ཞུ་གི་ཡིན་མ་བརྗེད་པར་དལ་བུར་བཞུགས་བཀྲ་ཤིས་བདེ་ལེགས།